དཔལ་ལྡན་བློ་བགྱིད་མཆོག་རྒན་ལགས་རྣམ་པ། ཕ་མ་རྣམ་པ། སློབ་ཕྲུག་ཡོངས་ལ་འཚམས་འདྲི་སྔ་དྲོ་བདེ་ལེགས་ཞུ་རྒྱུ་ཡིན། དེ་རིང་ཁྱེད་རྣམ་པའི་སྙན་ལམ་དུ། སྒྲུང་ཐུང་ཐུང་ཞིག་ཤོད་རྒྱུ་ཡིན། སྔོན་རྒྱལ་སྲས་ཀུན་དབང་བཙན་པོ་ཞིག་ལ་བླུན་པོ་རིག་པ་ཅན་ཞིག་ཡོད། ཉིན་ཅིག་རྒྱལ་སྲས་ཀྱིས་བློན་པོ་དེར། ཁྱེད་ཀྱིས་ང་ལ་ཆིབས་རྟ་སྤུ་མདོག་དཀར། སེར། དམར། ལྗང། སྔོ། སོགས་གང་ཡང་མ་ཡིན་པ་ཞིག་ཕུལ་བྱུང་ན། རྟ་རིན་དང་བསྙེན་པ་གང་དགོས་སྤྲོད་རྒྱུ་ཡིན། དེ་ལྟར་མ་བྱུང་ན། ཁྱོད་རང་གསོད་རྒྱུ་ཡིན་ཞེས་བཀའ་གནང་བ་རེད། བློན་པོ་དེ་བདུན་ཕྲག་གཅིག་གི་རྗེས་སུ། རྒྱལ་སྲས་མདུན་དུ་སོང་སྟེ་རྒྱལ་སྲས་ལ། ཆིབས་རྟ་ཇི་ལྟར་དགོས་པ་དེ་གྲ་སྒྲིག་ཞུས་ཡོད་པས། རས་གཟའ། ཉི་མ་དང་ཟླ་བ། མིག་དམར། ལྷགས་པ། ཕུར་བུ། པ་སངས། སྤེན་པ། གང་རུང་མ་ཡིན་པ་ཞིག་ལ་ལེན་དུ་གཏོང་རོགས། ཞུས་པས། རྒྱལ་སྲས་ཀྱིས་བློན་པོ་ལ་ལན་མ་ཐེབས་པས། བྱ་ཐབས་གང་ཡང་མ་བྱུང་བ་རེད། ལེགས་སྐྱ་བསྐོར་ཆོག་ཐབས་སྐྱ་བྱུས་གཏོང་ཞེས་དང། བདེན་པ་འགེལ་ལ་རྫུན་པ་ཕམ། གཞོན་པའི་བཤེས་ལས་རྒན་པའི་བྱུས་ཟབ། ཟེར་བའི་དཔེ་ལྟར། སྤྱི་སྒེར་ལས་དོན་ཆེ་ཕྲ་ཇི་ལྟར་ཡིན་རུང། པ་ཤེས། རང་འདོད་ང་རྒྱལ་གྱི་དབང་དུ་མ་བཏང་བར། རྣམ་དཔྱོད་རིག་རྩལ་གྱིས་ནུས་པ་འདོན་རྒྱུ་འདི། གལ་གནད་ཅིག་ཡིན་ནོ། མཐའ་དོན་ཞུ་རྒྱུར། རང་ཅག་རྣམས་ཀྱིས་ལྟ་བའི་མིག་དང་ཁོག་པའི་སྙིང། ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ། རྒྱལ་དབང་བསྟན་འཛིན་རྒྱ་མཚོ་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་ཅིང། ཐུགས་དགོངས་ལྷུན་གྱིས་གྲུབ་པ་དང། གཞི་བྱེས་གཉིས་པོ་ལྷན་འཛོམས་ཀྱིས་ཉི་མ་མྱུར་དུ་ཤར་བའི་བཀྲ་ཤིས་སྨོན་འདུན་གྲངས་མེད་ཞུ་རྒྱུ་ཡིན་ཐུགས་རྗེ་ཆེ།